བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་འཚམས་འདྲི་བཀྲ་ཤིས་བདེ་ལེགས་ད་མ་མཇལ་ཡུན་རིང་ཞུས་པ་ཡིན་ཚང་མ་ལོག་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་ད་ད་ལྟ་འདིའི་ནང་ལོག་ལ་ཡ་ཆོས་གསུམ་བོད་རིགས་སྤུན་ཟླ་མཐུན་ཚོགས་ཟེར་ཆེད་ད་ཚོགས་པ་འདི་ཡེ་ནས་ཡིན་ཡ་ཚོགས་མི་ཧ་ལས་པ་མང་པོ་རེད་ཞག་ལྔ་བརྒྱ་ས་མ་སུམ་ཅུ་དུ་བ་འཚམས་འདྲི་ཡོད་ཚང་མ་ལ་འཚམས་འདྲི་ཡོད་ད་འདིའི་ནང་ལོག་ལ་ད་ངས་སྐད་ཆ་ཨ་ནི་ཅིག་མ་ཤེས་ཀ་མེད་རེད་ཞག་ད་སྤྱི་བཏང་ང་རང་ཚོ་ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས། ཟེར་ནས་མི་འདུག་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ཟེར་ནས་མི་འདུག་ད་འདི་ང་རང་ཚོ་ཨ་ནི་གཅིག། གཞིས་བྱེས་བོད་མི་ཡོངས་ཀྱི་འགྲན་ཚབ། བྱས་རྗེས་བཙན་བྱོལ་ནང་ལས་ཡོད་པའི་བོད་པ་དེ་ཚོ་ད་དངོས་གནས་འགན་ཆེན་པོ་ཅིག་ཡོད་པ། འོ་འདི་འདྲས་ཅིག། ཆགས་བསྡད་ཀྱི་ཡོད་རེད། ད་ཡིན་ན་ཡང་ཨ་ནི་གཅིག་ང་རང་ཚོ་འདི་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་རོགས་ལ་ཡ་ཁ་ཤས་ཀྱིས་ད་ཆོལ་ཁའི་འཐེན་འཁྱེར་ཟེར་ཡ་འདྲ་བོ་དང་ཁ་ཤས་ཀྱིས་ཅིག་སོ་སོའི་རྐུབ་བཀྱག་གི་དབང་ཆ་འཐབ་རྩོད་ཀྱི་ཐོག་ནས་ཨ་ནི་ཆོལ་ཁ་ཁ་ལ་ཁིལ་བྱས་སྤྱི་ཚོགས་ནང་དཀྲུགས་ཤིང་འདྲ་མིན་སྣ་ཚོགས་བརྒྱབ་བྱས་ད་ད་ལྟ་བར་དུ་ལ་ཡ་གཅིག་གར་ཚ་བ་རེད་སྤྱི་ཚོགས་ནང་ལ་ཞབས་འདྲེན་ཞུ་ཞོས་སོང་ང་ད་མིང་དངོས་སུ་པའམ་བོས་པ་ཡིན་ན་སྤེན་པ་ཚེ་རིང་དང་དེའི་ཕྱོགས་སུ་གཏོགས་པའི་ཀ་ཨམ་དོ་ཁ་ཤས་ཅིག་རེད་ཨ་ནི་དེའི་སྒང་ལ་དབུས་གཙང་མི་ཁ་ཤས་ཅིག་སྐྱབས་འོ་དེ་འདྲས་བྱས་བྱས་ཨ་ནི་ཁོང་ཚོ་གིས་ད་སྤྱི་ཚོགས་དཀྲུག་ཡག་མིན་ན་མ་གཏོགས་དཀྲུག་ཁོ་རང་ཚོའི་མདོག་རིས་བསྟན་ཡག་མིན་ན་མ་གཏོགས་ཆ་ཚང་ར་བུ་སྟོན་སོང་ང་དེ་བསྟན་དུས་ད་ཨ་ནི་གཅིག་གར་ཚ་བ་རེད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་ད་གཅིག་ཕྱི་ལོགས་མིས་བལྟས་བལྟས་པ་ཡིན་ན་ད་ཞབས་འདྲེན་ཞུ་ཞོས་རེད་བ། དེ་འདྲས་ཀྱི་ཆ་དེ་རེ་ཡོད་རེད། ད། ང་རང་ཚོ། ཨ་ནི། ད་རྒྱ་ཆད་ས་ལ་བསམ་བློ་བཏང་ནས། དངོས་གནས་དྲ་གནས་ཀྱི་ད་ལྟའི། སྤྱི་ཚོགས། འདིའི་ནང་ལོགས་ལ་ཡ་ད་འཛམ་བུ་གླིང་གི། མི་མང་དེ་ཚོ་གྲས། ཅིག་དམངས་གཙོ་དང། དེ་འདྲས་ཀྱི་ཐོག་ལ་སོ་སོའི་མི་རིགས། སོ་སོའི་རིག་གཞུང་ལ་ཡ་ཨ་ནི། ཅིག་ག་འདྲས་རྡོག་རྩ་གཅིག་སྒྲིལ་བྱེད་ཀྱི་འདུག། དེ་ཚོའི་གྲས་ལ་ཡར་ཐོན་ཅིག་རྒྱལ་ཁབ་མང་པོ་ཅིག་ན་ལྟ་ཡ་འདུག་ང་རང་ཚོ་ལ། ཨོ། འདི་འདྲས་ཀྱི་ཐོག་ལ་ཡང་དེ་ཚོ་ལ་ཡག་ཅིག་ཆ་ཆུང་དུ་ཁ་མིག་ཡར་ལྟ་ཟེར་བ་ནང་བཞིན་བྱས་བྱས་དེ་ཚོར་བལྟས་བྱས་ནས་ལྟ། ང་རང་ཚོ་ལ་དབུ་ཁྲིད་བཟང་པོ་ཅིག་ཡོད་རེད་དཔའ་འདེགས་མཁས་དབང་ལོ་ཙཱ་སེང་གེ་མཆོག། དངོས་གནས་ཤེས་བྱ་ཡི། ཡོན་ཏན། ལྷག་བསམ། དང་འདི་འདྲས་ཀྱི་ཨ་ནི། འཕྱུགས་པ་མེད་པའི་ཀྱི་མི། འདི་འདྲས་ང་རང་ཚོ་ལ་དཔོན་པོ་བཟང་པོ་ཅིག་ཡོད་རེད། བླ་མ་ལ་ཆ་བཞག་པ་ནི་ང་རང་ཚོ་ལ་བླ་མ། དངོས་གནས་དྲ་གནས་ཀྱི་སངས་རྒྱས་སྐུ་ཤར་ལོན་པ། ཡང་ཀྱང་ཀུ་རྒྱལ་བ་རིན་པོ་ཆེ་ཡོད་རེད་དེ་འདྲས་ཀྱི་དུས་ཚོད་བཟང་པོ་འདིའི་ནང་ལོགས་ལ་ད་ང་རང་ཚོས་ཨ་ནི། ཁོང་རྣམ་པས་ཀྱི་བཀའ་སློབ་ལམ་སྟོན་འོག་ལ་ཤར་བསྐྱོད་བྱས་ནས་ཨ་ང་རང་ཚོ་གི་བོད་མིའི་བདེ་སྡུག་འདིའི་ཐོག་ལ་ཡང་ཨ་ནི་ཅིག་ཕྱག་དྲུག་མཉམ་སྡེབ་བྱས་བྱས་ང་རང་ཚོས་ནུས་བ་གཅིག་ཏུ་བསྒྲིལ་ནས་ཨ་ནི། ཕྱག་ལས་གནང་དགོས་ན་དེ་གལ་ཆེན་པོ་ཞེ་བོ་ཅིག་རེད་འདུག་མ་གཏོགས་ཅི་ལ་ཡ། ད་ཆོལ་ཁ་དང་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་ཞེས་ཨ་ནི་སོ་སོའི་རྐུབ་བཀྱག་འདྲ་བོ་ཅིག་རག་ཡ་དང་དེ་འདྲའི་གི་ཐོག་ལ་རང་ཅིག་གིས་སྤྱི་ཚོགས་ནང་ལ་ཟང་ཟིང་བཟོས་མི་དགའ་བ་ལ་ཞྭ་མོ་ནག་པོ་གཡོ་སྒྱུ་ཨེ་དྲག་ད་དེ་འདྲའི་བཤད་བྱའི་དུས་ཚོད་བསྐྱལ་བ་ཡིན་ན། ད་དངོས་གནས་དྲ་གནས་ཀྱི་ང་རང་ཚོ་དུས་ཚོད་དེ་ཧ་ལས་བས་ཀྱི་ཨ་ནི། ཨ་ནི་འཕྲོ་བརླག་ཆེན་པོ་ཞིའུ་ཅིག་འགྲོ་བསྡད་ཀྱི་ཡོད་རེད་དུས་ཚོད་ཟད་དེ་རིན་ཆེན་གསེར་ལ་བསྐོན་པ། འདི་འདྲའི་ཅིག་ཆགས་བསྡད་ཀྱི་ཡོད་རེད་ང་རང་ཚོ་ད་ཅིག་ད་ལྟ་བར་དུ་ལ་ཡ་ཅིག་ཨ་ནི། བོད་ནས་ཤོར་ནས་རྒན་པ་རྣམས་ཀྱིས་ང་ནས་དཀའ་ལས་བརྒྱབ་བཞེས་བ་དེ་ལ་ཡང་ང་རང་ཚོ་མཇུག་སྐྱོང་བྱས་བྱས། ང་རང་ཚོ་གི་བདེན་དོན་བསལ་ཏེ་ཨ་ནི་ཅིག། ང་རང་ཚོ་རང་ལ་འཁྲི་བའི་ལས་འགན་ཅིག་ཡིན་པ་ངོས་འཛིན་བཞེས་བྱས་ནས་འོ་དེ་འད་གི་ཐོག་ནས་ཡ། འོ་ད་ཨ་ནི་དཀའ་ལས་རྒྱག་དགོས་དེ་གལ་ཆེན་པོ་ཞེ་བོ་ཅིག་རེད་བཞག་ཟེར་ནས་ཞུ་གི་ཡོད། ད་སྤྱི་བཏང་ང་རང་ཚོ་རྒྱ་གར་ལུང་པའི་ནང་ལ་ཆ་བཞེས་བ་ཡིན་ན་ཅིག་ད་ཧ་འད་ཅིག་ཞེས་བྱ་ད་དེ་ཚོ་འདྲེ་ཡིན་ན་ཅིག་བཟང་སྤྱོད་ལ་ཧང་སྡུག་ཐོང་ཟེར་ར་བོ་ད་ཅིག་བཟང་སྤྱོད་རེད་ཟེར་ར་བོ་དེ་འད་ཀྱི། ཨ་ནི་ལྟ་སྣང་མཐོང་ཚུལ་ཟེར་བ་ཅིག། ཡོང་འདོད་ཀྱི་འདུག་བ་དེ་ཚོ་ཕྲད་དེ་ཡག་པོ་རྩ་བ་ཉིད་ནས་མ་རེད་སྙེ་མ་ངས་ཐུགས་བསམ་འདོད་ཀྱི་ཡོད། ཨ་ནི་ང་ཚོ་གཞིས་ཆགས་དེ་བ་ལ་མ་འགྲོ་ཨ་ནི་གཅིག་ཨ་ནི་གཅིག་ད་ཅི་ད་ནི་ད་ང་གཞིས་ཆགས་ཟེར་ནས་མི་འདུག་ཨ་ནི་གཅིག་རྒྱ་གར་ལུང་པ་ག་ས་ག་ལ་མང་པོ་འགྲོ་མྱོང་སྟེ་དེ་འདྲས་ཡོག་རེད་ས་འཇོ་ཟེར་འདྲ་བོ་ཀ་ཅ་རེད་ཟེར་འདྲ་བོ་ད་དེ་འདྲས་མང་པོ་བཤད་འདོད་ཀྱི་འདུག་བ་དེ་ཚོའི་ཕྲད་དེ་ཨ་ནི་གཅིག་ཀ་ཅ་རེད་ཟེར་འདྲ་བོ་ས་འཇོ་རེད་ཟེར་དེ་འདྲས་ལབ་ནས་ཕན་ཐོག་ཡ་ཚབ་ལ་གནོད་སྐྱེལ་ཡག་དེ་འདྲས་ཡོང་ཡག་གི་ཉེན་ཁ་འདུག་བ་ག་རེ་ད་ས་སུ་ན་བོད་ནས་ཡོང་བའི་གི་ས་འཇོ་གཅིག་རྒྱ་ཤ་དེ་ཀ་མ་གཏོགས་སྐྱ་ཤ་མང་དེ། སོ་སོའི་གི་དངོས་གནས་དྲ་གནས་ཀྱི་ཨེ་ནི་ཅིག་ལུང་པ་འདིའི་ནང་ལ་བསྟན་དགྲ་རྒྱ་དམར་གི་དད་སུས་ཁྱོ་ནི་མེད་པ་བསྟན་དགྲ་རྒྱ་དམར་གི་གདུག་རྩུབ་ཅན་གི་སྲི་ཞུ་འདི་འདྲས་ཅིག་གི་འོག་ནས་ཨ་ནི་ཅིག་ད་ཧ་འདར་སོ་སོའི་གི་ཨ་ནི་ག་རེ་ཟེར་གོ་རེ་སྐྱག་མགོན་སོ་སོའི་གི་ཡང་དག་པའི་གི་གཞུང་དེ་འདྲས་ཅིག་ལ་རེ་བ་བཟང་པོ་ཅིག་བསྐྱབས་བྱས་ནས་ནི་སོ་སོའི་བདེ་སྡུག་དེ་ཡང་འཛམ་བུ་གླིང་རྒྱལ་ཁབ་ནང་ལ་ཡ་ནི་ཅིག་དྲང་བདེན་དང་ཞི་བདེ་དང་དེ་འདྲས་ལ་དགའ་བ་ལས་ཀྱང་རྒྱལ་ཁབ་ནང་ལ་ཡ་བ་བདེ་སྡུག་ཞི་བ་དང་དེ་འདྲས་ཀྱི་དོན་ལ་ཡ་ནི་དཀའ་བ་དང་དུ་ལ་ངལ་བ་ཁྱད་དུ་སེ་སེ་བྱས་ནི་དངོས་གནས་དྲ་གནས་ཀྱི་གནམ་སྔོན་པོ་དེ་ཚེས་ཚུགས་ས་སྔོན་པོ་དེ་ས་སེར་པོ་འདོམ་ལ་མཇལ་ཟེར་ནས། དེ་འདྲས་ཤིག་ཡོང་གི་ཡོག་རེད། དེ་ཡོང་ཡག་དེ་ཉི་མ་ཁ་ཤས་མ་རེད་དེ་རྦད་དེ་ཟླ་བ་ཟླ་བ་ཆ་ཁོང་པ་སྐྱབས་ཆེ་དཔེར་ན་ཡ་ཤར་ཁོང་པ་ནས་ཡོང་བའི་སྐབས་སུ་ལ་ཡ་ད། ཨ་ནི་བོད་པ་མང་པོ་ཞེ་བོ་ཅིག་ཡོང་འདོད་ད་དེ་འདྲས་ཀྱི་ཐོག་ལ་ཡ་ཅིག་ཟླ་བ་མང་པོ་ཁོང་པ་སྐྱབས། ཨ་ནི་དེ་ཚོའི་གྲས་དེ་ཅིག་ཨ་ནི་ཆ་ཚང་ཚོས་ལས་ཡག་ལ་དཀའ་ལས་ཁག་པོ་ཞིག་ལང་ག་ལ་ཨ་ནི་དེ་འདྲས་ཀྱི་ཨ་ནི་དུས་མིན་གྱི་འཆི་བ་བྱུང་ནས་ཨ་དེ་འདྲས་ཀྱི་ཐོག་ནས་དཀའ་ངལ་ཧ་ལས་པ། འདི་འདྲས་ཀྱི་སྡུག་དཀའ་ལས་སྐྱབས་ཆེ་ནས་སོ་སོའི་གྱི་གཞུང་ཅིག་དང་སོ་སོའི་གྱི་བླ་མ། འོ་འདི་འདྲས་ཅིག་བཟང་པོ་ཅིག་ལ་ཡང་རེ་བ་ཆེན་པོ་ཞེ་བོ་བརྒྱབ་ནས་ཡོང་འདུག་ཡོར་བ། ཨ་རྒྱ་གར་ན་སླེབས་ཚར་ནས་རྒྱ་གར་ནང་ལོགས་ཅིག་ཨ་ནི་ཅིག་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལོགས་ལ་ད་ཅིག་ཨ་ནི་གཞིས་ཆགས་ཀྱི་མི་ཚེ་ཚེ་དེ་ག་ཨ་ནི་བཟང་སྤྱོད་ཟེར་ནས་མཐོང་ཆུང་ལོགས་པ་དང་དེ་འདྲས་བྱེད་དུས་ཨ་དེ་ཚོའི་སེམས་ནང་ག་ཚོད་སུ་ཕོག་འདུག་འགྲོ་གི་རེད། བོད་ནང་ལོགས་ལ་ཡོང་པའི་བོད་མི་དེ་ཚོ་ནི་དངོས་གནས་ཆབ་སྲིད་ཀྱི་ཐོག་ལ་ལས་འགུལ་ཧ་ལས་པའི་གི་ཨ་ནི་ཆེན་པོ་སྤེལ་བྱས་ནས།

རྩ་བ་ཉིད་ནས་ཡག་པོ་མ་རེད་ཟེར་ནས་འོ་དུག་ཅིག་ཞུ་གི་ཡིན་དེ་ནི་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་རེད། ད་དཔེར་ན་ཨེ་ནི་ཅིག། རྒྱ་གར་ནང་ལོགས་ལ་ཡ་ཨེ་ནི་ཅིག་བོད་ནས་ཅིག། ད་ཅིག་སྟོང་དགུ་བརྒྱ་གྱ་ཤུ། ད་གྱ་གྱུ་གྱ་ཤུ་ད་གྱ་ཤུ། ཨེ་ནི་ཡས་མས་གནས་བྱས་བྱས་ནས་བོད་ནང་ལ་ཚུད་ད་ཧ་ལས་པའི་བསང་ཆུ་མང་པོ་ཅིག་ཨེ་ནི་བཙན་བྱོལ་ནང་ལ་འཇོག་པ་རེད། ད་བཙན་བྱོལ་ནང་འཇོག་པའི་རྗེས་ལ་ཡ་ད་ད་ལྟའི་གནས་སྐབས་ལ་ཡ་ད་ཅིག། བོད་ནས་ཡོང་བའི་གསར་འབྱོར་མང་པོ་ཅིག་གིས་ཡང་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་ཕྱག་ལས་གནང་གི་ཡོད་རེད་ལ་གནང་ཞེས་བ་དེ་ཚོ་བྱས་ཏེ་དངོས་གནས་ཧ་ལས་བ་ཡག་པོ་རེད། ད་ཅིག། གཞིས་ཆགས་ནང་ལོག་ལ་ཆགས་བཞག་བས་ན་ད་ཅིག་ལྔ་བཅུ་ང་དགུའི་ནོར་ལོག་ནས་ཚུད་ཡོང་བྱས་ནས་གཞིས་ཆགས་དག་གི་མི་རྒན་པ་ཚོ་ཚོ་ད་དངོས་གནས་ཧ་ལས་བའི་སེམས་ཤུགས་ཆེན་པོ་དང་སོ་སོའི་གི་མི་རིགས་ཀྱི་ཨ་ནི་ཅིག་རྩ་དོན་དང་མི་རིགས་ཀྱི་ཨ་ནེ་བཅངས་པའི་གེ་སར་རལ་བ་རི་བོ་དེ་ཁྱོད་ནས་མ་བརླག་པ་བྱས་རྗེས་སོ་སོའི་བོད་དེ་ལ་ཕར་ལོག་བྱས་རང་དབང་རང་བཙན་འདི་འདྲའི་ཡོང་ཡ་ཅིག་ཐུབ་ན་ལ་བསམ་བློ་བཏང་བྱས་ལས་ཀ་བྱས་བྱས་དངོས་གནས་དྲ་གནས་ཀྱི་ཧ་ལས་པའི་དཀའ་ལས་རྒྱག་ཡ་རུ་བ་ད་ཡིན་ནའི་ཡ་དེ་ཨ་ནེ་ཅིག་དེ་འདྲའི་ད་རྒན་པ་ཚོ་དེ་ད་མང་ཆེ་ད་ཚོ་རུ་གུ་ཡོག་རེད་ད་ལོ་ངོ་དྲུག་ཅུ་ལྷག་ཕྱིན་པ་རེད་ད་ཡིན་ནའི་ཡང་ཨ་ནེ་དེའི་གཞུག་གི་ཡ་ཅིག་ཨ་ནེ་ཅིག་བཙན་བྱོལ་ནང་ལོག་ཚར་ལོངས་བྱུང་བ་དེ་ཚོ་དེ་དེ་བསམ་བློ་དངོས་གནས་དྲ་གནས་ཀྱི་རྒྱ་ཆེ་བོ་ཅིག་མ་བཏང་པ་ཡིན་ན། དངོས་གནས་ཉེན་ཁ་ཚ་བོ་འགའ་ནི་ཀླད་དེ་ཉིན་ར་བ་ཆེ་ངས་འདུག་སུ་མཐོང་ཡོང་གི་འདུག་ག་རེ་རེད་ཟེར་ཞོད་པ་ཡིན་ན་ཨ་ནི་གཅིག། བཙན་བྱོལ་ནང་ལོ་ཚ་ལོངས་བྱུང་བ་གཞོན་སྐྱེས་མང་ཆེ་གཅིག་གིས་ཡ། ས་ཞིང། གཅིག་རྒྱ་གར་གཞུང་གི་ཐུགས་རྗེ་བཀའ་དྲིན་དབུ་བླར་གནང་ཞེས་བ་དེ་ལ་ཡ་ས་ཞིང་ལྟ་དགོས་མི་འདུག་བ། ཨ་ནི་ས་ཞིང་དེ་ཚོ་བཀྲ་ཤིས་པ་ཞིག་མ་བལྟ་བ་ཞིག་ས་ཞིང་དེ་ཚོ་དེ་རྒྱ་གར་གྱི་མི་ཡུལ་མི་དེ་འདྲས་ལ་བོགས་མ་བཏང་ཨ་ནི་སྤྱི་ཚོགས་ནང་ལ་ཧང་དེ་འདྲས་ཀྱི་རྙོག་དྲ་མང་པོ་བཟོས་བཙན་བྱོལ་གཞུང་ལ་ཡང་མཛད་དཀའ་འདྲ་བོ་དེ་འདྲས་ཨ་ནི་ཡོང་ཡ་དེ་འདྲས་མང་པོ་བྱེད་མཁན་ལས་ཀ་བྱེད་རིགས་ཀྱི་འདུག་དེ་ཚོ་ཡག་པོ་རྩ་བ་ཉིད་ནས་མ་རེད། རྒྱ་གར་གཞུང་གི་ཐུགས་རྗེ་བཀའ་དྲིན་ཞིག་གནང་ཞེས་པའི་གི་སོ་སོ་ལ་ཡང་ས་ཞིང་འདྲ་བོ་ཅིག་ཡོད་རེད་ཁང་པ་འདྲ་བོ་ཡོད་རེད་དེ་ཚོ་དེ་བདག་པོ་རྒྱབ་ཅིག་དངོས་གནས་དོན་གནད་ཀྱི་ཨ་ནི་ཅིག་སོ་སོས་གནང་བཞག་བ་དེ་བདག་པོ་རྒྱག་ཅིག་སོ་སོ་གི་ཨ་ནི་ཅིག་ཨ་ནི། ཡག་པོ་བྱས་བྱས་ལས་ཀ་བྱས་བསྡད་པ་ཡིན་ན་འགྲིག་གི་ཡོད་རེད་དེ་ཡང་མ་བྱས་པས་བྱས་ནས་ཨ་ནི། དགོས་ཡག་དེ་སོ་སོའི་ས་ཞིང་དེ་ཚོ་ཚང་མ་ལོ་བདག་པོ་རྒྱག་བྱེད་དགོས་ཀི་དགོས་ཀི་ཡོད་རེད་དེ་ཡིན་ན་ཡང། ད། དེ་ཚོའི་གྲས་བདག་པོ་མ་རྒྱག་པ་བྱས། ཨ་མི་ལ་ཁུ་བོག་མ་རེ་བཏང། ད་ན་ཞིང་གི་ཨ་ནི་ཅིག། ད་ནི་རྒྱ་གར་ནང་ལོགས་ལས་ཆགས་བཞག་བ་ཡིན་ན་ད་ཅིག། སྤུ་བོ། རྒྱ་གར་གྱི་ད་སྤུ་བོ་ཅིག་ད་མེ་ཏོག་ཉམས་ཆུང་སྤུ་བོ་ཚུལ་མང་པོ་ཅིག་ལ་གཡོག་པོ་འདྲ་བོ་ཁུལ་སོ་སོ་ཚོང་ར་བའི་རྒྱ་བ་ན་བཀྲ་ཤིས་བ་མ་རྒྱ་བ་ཞེས་དུས་ཚོད་རང་རང་དེ་བསྐུལ། དེ་འདྲའི་ཤེས་ནས་ང་ཚོས་ཨ་ནི་ཅིག་བཙན་བྱོལ་ནང་ལོགས་ལ་ཡང་ད་ཅིག། གང་ལྟར་ལྟས་སྐྱིབས་གྲགས་ཉེན་སོང་འདྲ་བོ་ཅིག་ངས་མཐོང་བསྡད་ཀྱི་ཡོད་རེད། དེ་འདྲས་ཡིན་དུས་དུས་དེ་འདྲས་རྩ་བ་ཉིད་ནས་གནང་རྒྱུ་ཡོད་མ་རེད་བསམ་གྱི་འདུག། ད་དེང་སང་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་ནང་ལོག་ཚ་ལོང་བྱུང་བའི་ད་གཞོན་སྐྱེས་མང་པོ་ཅིག་གིས་ད་ཧང་བཟང་ཕྱོགས་ཡིན་ཟེར་ནས་ཧང་ཉི་མ་བཟང་ཕྱོགས་ལ་སྡང་ཟུག་མང་པོ་ཞུ་བོ་ཅིག་བྱས་རྗེས་དེང་སང་ཧང་བཟང་ཕྱོགས་ཡིན་ཟེར་ནས་ད་ང་ཚོ་ངོ་ཤག་རྒྱབ་འོ་དེ་འདྲའི་གི་ནི་ཧང་པ་འདྲ་མིན་སྣ་ཚོགས་བཤད་བྱས་ནས་བོད་ནས་ཡོང་བ་ཡིན་ཟེར་ནས་ཧང་དེ་འདྲའི་བཤད་ནི་ཧང་ཅིག་ཕྱི་རྒྱལ་གྱི་ལུང་པ་ཅིག་ད་ཡོ་རོབ་ལུང་པ་ཧི་ནི་རེད་ད་ང་ཚོ་མང་པོ་ཞིག་མཐོང་འདི་གི་ཡོ་རོབ་བ་འོ་དེ་འདྲའི་བྱས་བྱས་ཨ་ནི་ཅིག་ཨ་རི་རེད། ཁ་ན་ཏྲ་རེད་ཨོ་སི་ཀྲོ་ལི་ཡར་ད་ཅིག་མང་པོ་ཅིག་ཡོ་རོབ་ལུང་པ་དང་ད་ག་ནང་བཞིན་ད་ཧ་འདྲ་ཅི་ཤ་ཡོད་དུས་ནང་ལོག་ལ་མང་པོ་ཅིག་རྒྱལ་ཁབ་ནང་ལོག་ལ་ད་ད་བོད་ནས་ཡོང་པའི་གསར་འབྱོར་ཡིན་ཟེར་ཅིག་ཧང་གསར་འབྱོར་པད་དེ་ཁོ་ར་ཡིན་ཟེར་ནས་ངོ་ཤ་རྒྱག་གི་འདུག་ག་གསར་འབྱོར་མ་ཡིན་པ་དེ་འདྲས་ཀའི་གསར་འབྱོར་ཡིན་ཟེར་ནས་ད་ངོ་ཤ་རྒྱག་གི་འདུག་རྒྱ་གར་ནང་ཚ་ལོ་བྱུང་བ་ཙི་ཙི་འདྲས་ཨ་ནི་ཁོང་ཚོ་ལ་ཐོབ་ཐང་མེད་པའི་མེད་རབས་དང་མང་པོ་བཤད་གི་འདུག་ཙི་ཙི་འདྲས་ད་རྩ་བ་ཉིད་ནས་ཡག་པོ་མ་རེད་བ་ད་ང་ཚོ་ལས་རྒྱུ་འབྲས་ཟེར་ཡག་ཅིག་དང་དྲང་བདེན་ཅིག་དང་ལང་ཀ་ལ་འགྲོ་གི་ཡོད་བ་ཡིན་ན་དེ་འདྲས་ཀི་ལས་ཀ་བྱེད་ན་འགྲིག་གི་མ་རེད་བ། ང་ཚོ་དུས་དྲན་དེ་མཚམས་འཇོག་བྱེད་དགོས་ཡ་དེ་གལ་ཆེན་པོ་ཞིག་བྱེད་ཀྱི་རེད་བསམ་གྱི་འདུག་དེ་ནས་གཅིག་བྱས་གཉིས་བྱས་མང་པོ་ཅིག་བྱས་ཡོང་བས་ན་རྒྱ་གར་ནང་ལོགས་ལ་ཆགས་ཞེན་རུང་རྒྱ་གར་གཞུང་གིས་ད་ལྟ་བར་དུ་བཀའ་དྲིན་ཆེན་པོ་བསྐྱངས་བཞག་ཡོད་རེད་བ། ས་ཞིང་སྤྲད་བཞག་ཡོད་བ་རེད་ད་ག་ནང་བཞིན་ཁང་པ་སྤྲད་བཞག་ཡོད་རེད་གཞིས་ཆགས་སོ་སོ་ལ་ཀེམ་ཀེམ་ཀེམ་ཀེམ་བྱས་ནས་དེ་འདྲས་ཀྱི་ཐོབ་ཐང་ཅིག་ཨ་ནི་ཅིག་ཧ་ལས་བ་མང་པོ་ཞིག་གནང་བཞག་ཡོད་རེད་ད་དུས་ཚོད་དྲན་དེ་ཨ་ནི་བསམ་བློ་ཞིག་བཏང་ད། དེ་ཚོ་ལ་བཀའ་དྲིན་བསམ་ཤེས་མང་བ་དྲིན་ལན་ལོངས་སྤྱད་ཟེར་བ་ནང་བཞིན་བྱས་བྱས་ནས་རྒྱ་གར་གཞུང་གི་ཐུགས་རྗེ་བཀའ་དྲིན་བསྐྱངས་ཤོག་དེ་ཚོ་དྲེད་ཕག་རྦད་དེ་སྟེང་རྗེས་སུ་ཕྱིན་བྱས་ད་འདོད་ཨ་ནི་ཨ་ནི། ཅིག་ཕྱི་རྒྱལ་ལུང་པ་ལ་དང་སོ་སོའི་གི་དཔེ་ཤག་ལྟས་ཤིག་དོན་དག་ལ་ཨ་ནི་རྦད་དེ། སོ་སོའི་མི་རིགས་དང་སོ་སོའི་གི་ཅིག་ཡ་རབས་བཟང་སྤྱོད་ཚང་མ་ཆོ་ལོ་གཡུག་བྱས་དེ་འདྲས་བྱས་དེ་བས་ན་དེས་འགྲིག་གི་མི་འདུག་ཨ་འོན་ཏེ་ནོར་འཁྲུལ་ཚབས་ཆེན་ཅིག་མཐོང་གི་འདུག་ཟེར་ནས་ཞུ་ཡ་ཅིག་འདུག་ཚུལ་ཡིན་དེ་འདྲས་རྩ་བ་ཉིད་ནས་གནང་རྒྱུ་མི་འདུག། ད་ང་རང་ཚོ་ཨ་ནི་ཅིག། ཚུལ་དགོ་ས་དང་ང་རང་ཚོ་གི་ཤེས་དགོ་ས་དང་གཏམ་དགོ་ས་དེ་རྒྱ་མི་གུང་བྲན་རེད་ད། རྒྱ་མི་གུང་བྲན་གིས་ད་ང་རང་ཚོ་བོད་གི་ས་ཡོངས་སུ་བཙོག་པ་ད་ལྔ་བཅུ་ང་དགུ་ལོ་ལ་ཡ་ད་བཙན་བཟུང་བྱས་བྱས་བོད་ས་ཡོངས་སུ་བཙོག་པ་ད་བཙན་བཟུང་དེ་ལྔ་བཅུ་ང་དགུ་ལོ་ལ་ད་བྱས་པར་བ། བྱས་བྱས་ད་ད་བར་དུ་ད་བསྟན་དགྲ་རྒྱ་དམར་བསད་དེ། དངོས་གནས་འཛམ་བུ་གླིང་འདིའི་སྟེང་དུ་ལ་ད་དངོས་གནས་དྲ་ནས་ཧ་ལས་པའི་སྟོབས་ཆེན་པོ་དང་དཔལ་འབྱོར་དང་ཚན་རིག་ད་ཧ་འདིར་གང་ས་ཅི་ཐད་ནས་རྒྱ་མི་བསད་དེ་ཡར་རྒྱས་ཤུགས་ཆུ་འཇོག་བསྡད་ཀྱི་ཡོད་རེད་ད་ང་རང་ཚོ་ཐུག་ས་དེ་དངོས་གནས་དུས་འདྲ་བོ་ཅིག་ལ་ཐུག་འདུག་ཡོད་རེད་བ། དེ་ཡིན་དུས་དེ་ལ་ང་རང་ཚོས། ང་ཚོ་ལ་ཡང་བདེན་པ་ཡོད་རེད་ཟེར་བདེན་པ་དེ་ང་རང་ཚོས་བཙན་ཤེད་གཏན་འདེད་བྱེད་དགོས་རེད་བ། ང་ཚོའི་བུ་ཚ་ཡོངས་སུ་རྫོགས་པ་བཙན་བཟུང་བྱེད་ཉིན་དེ་བསྟན་དགྲ་རྒྱ་དམར་རེད། ང་རང་ཚོ་བཙལ་དགོས་ས་དང་ང་རང་ཚོ་གི་ཤེས་དགོས་ས་གཏམ་དགོས་ས་ག་རེ་ཡོད་པ་ཡིན་ན་བསྟན་དགྲ་རྒྱ་དམར་ལ་གཏམ་དགོས་ཀྱི་རེད་མ་གཏོགས། ཨ་ནི་ང་རང་ཚོ་ནང་ཁུལ་ལ་ཡ་ཨ་ནི་སོ་སོའི་རྐུབ་བཀྱག་གི་དོན་དང་རྩོད་བྱེད་བསྡད་བསྡད་བ་ཡིན་ན་ཏིང་དངོས་གནས་དྲ་གནས་ཀྱི་ད་ཨ་ནི་ཆེ་པོ་ག་འགྲོ་མ་ཞིག་ཆུང་ཆུང་རྩེ་ག་ཟེར་བྱེད་བ་འདི་ནང་བཞིན་བྱེད་བྱས་བ་ཡིན་ན་འགྲིག་གི་ཡོད་མ་རེད་ཟེར་ནས་གཏུགས་སུ་བཞུགས་བ་ཡིན། དཔེར་ན་རྒྱ་མི་གུང་ཁྲན་ད་དེང་སང་ག་རེ་བྱེད་ཀྱི་འདུག་པ་ཀི་སི་ཐན་དང་ཏག་ན་ཤན་བྷ་མ་དང་ནེ་བྷ་ལེ་དང། དེ་ཚོ་ཚང་མ་ལོ་ད་པད་དེ་ཁོ་རང། རྒྱ་མི་གུང་ཁྲན་གྱིས་ཅིག་གང་བྱེད་བྱས་སོ་ན་བ་ད་ཆགས་ཡོང་གི་འདུག་བ་བསམ་བློང་ཡག་པོ་ཞིག་བཏང་ད། གནས་སྟངས་དེ་འདྲས་ཅིག་གི་འོག་ན་བསམ་བློ་རྒྱ་ཆེ་བོ་ཞིག་བཏང་བས་ན་ང་རང་ཚོ་བོད་པ་ཟས་དེ་རྡོག་རྩ་གཅིག་སྒྲིལ་བྱས་དགོས་ས་རེད་ད་བྱས་དགོས་ས་མ་རེད། བསམ་བློ་བཏང་དང། བོད་ནང་ལ་ཡོད་པའི་གི་གཞིས་ལུས་རྒྱ་ཆེའི་བོད་རིགས་མི་མང་དེ་ཚོའི་གྲས་ཀྱི་དངོས་གནས་དྲ་གནས་ཀྱི་ཉིན་མཚན་ཁོ་མོ་ཡོད་དུ་སོ་སོའི་མི་རིགས་ལ་བཅངས་པའི་བརྩེ་བ་དང་སོ་སོའི་མི་རིགས་ཀྱི་ཆོས་དང་རིག་གཞུང་སྩལ་དུ་ཁོང་དུ་ཧ་ལས་པའི་གི་སེམས་ཤུགས་དང་ཧ་ལས་པའི་གི་འགྱུར་བ་མེད་པའི་གི་ཨ་ནི་དམ་བཅའ་བརྟན་པོ་ཞིག་འདུག་བ། དེ་ཡིན་དུས་དེ་ཚོ་ང་རང་ཚོ་བསམ་བློ་རྒྱ་ཆེན་པོ་ཞིག་བཏང་ཆེད་དེ་ཚོའི་གི་ཨ་ནི་དངོས་གནས་དྲ་གནས་ཀྱི་རེ་བ་ཡིན། རྒྱབ་ཕྱེ་བ་དེ་ཆུ་ལ་མ་ལུས་པ་བྱས་ཅིང་ང་རང་ཚོའི་ནང་ལོགས་ལ་ཡོད་པའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཡོད་པའི་ད་ལྟ་མཁས་དབང་བློ་བཟང་སེང་གེ་མཆོག་གིས་དབུ་འཁྲིད་པའི་འཛིན་སྐྱོང་བཀའ་ཤག་ལྷན་རྒྱས་དངོས་གནས་ད་ནི་ཤེས་འཇོན་སྙན་དང་ལྡན་པ་ལྷག་བསམ་ཡོད་པ་དེ་འདྲའི་ཤ་སྟག་ཅིག་རེད་ཁོ་ནའང་ཚུལ་གྱི་ལམ་སྟོན་འོག་ལ་ང་རང་ཚོ་ཤར་སྐྱོད་བྱས་ནས་འགྲོ་དགོས་ཡ་ཅིག་འོ་འདུག་ཚེ་ཆེ་ཁྱེད་ཆང་པོ་ཞེ་བོ་ཅིག་ཆགས་འདི་གི་འདུག་འོ་དེ་འདྲས་ཡིན་དུས་དེ་འདྲས་ཅིག་གནང་རོགས་གནང་ཟེར་ནས་ངས་ད་རིས་འདིའི་ནང་ལོགས་ལས་ད་ཅི་སྟང་ཨ་ནི་བོད་ནང་ལ་ཡོད་པའི་བོད་མི་མང་པོ་ཡོད་ས་རེད་འདིའི་ནང་ལོགས་ད་ཡིན་ནའི་ཀ་མེད་གསུང་ཡ་ཁག་པོ་ཡོད་རེད་དེ་ཡིན་ནའི་ང་རང་སེམས་གི་གཏིང་ནས་མ་འདུག་ཟེར་ཞེས་ཞུ་གི་ཡོད། ཨ་ནི་ང་རང་ཚོ་ཆོལ་ཁ་དང་ཆོས་ལུགས་ལུང་ཚན་གྱི་གཙོས་རྒྱབ་ནས་ད་ལྟ་བར་དུ་ལོ་རྒྱུས་ནང་མ་བལྟས་བ་དང་ང་རང་ཚོ་ལ་ཡང་ཁེབས་ཚང་རྩ་བ་ཉིད་ནས་བྱུང་ཡོང་མ་གྱོང་བྱེད་མ་འདུག་ལ་ཡང་དེ་འདྲས་ཡིན་དུས་དེ་རྩོད་ནས་ང་རང་ཚོ་ཕན་ཐོག་ག་གེ་ཅིག་ཡོད་མ་རེད། ད་ང་རང་ཚོ་ལ་རྩོད་དགོས་ཡ་དེ་ང་རང་ཚོ་གི་རིག་གཞུང་ང་རང་ཚོ་གི་ཨ་ནི་དངོས་གནས་དྲ་ནས་གི་ཅིག་སོ་སོའི་ཕ་མེས་ནས་ཡོད་པའི་གི་ཡ་རབས་བཟང་སྤྱོད་ཟེར་ཞིག་ཡོད་རོ་བ། ང་རང་ཚོ་ལ་ཡ་ཅིག་ཨ་ནི་ལོ་རྒྱུས་ཀྱི་ཡོད་རོ་བ། དེ་ལས་ཐོག་ལས་ང་རང་ཚོ་རྩོད་དགོས་ཡ་དེ་གལ་ཆེན་པོ་ཤེའུ་ཅེས་ཆགས་འདི་ག་འདུག་བ་དེ་འདྲས་ཅིག་རེད། དེ་འདྲས་ཡིན་དུས་དེ་ཚོར་རྩོད་རྩོད་དགོ་ས་ཅིག་ཡོད་རུང་བ་ང་རང་ཚོ་གིས་ཡ་ནི། འོ་དེ་ཚོའི་གྲས་དེ་ཡ་ནི། རྩོད་སའི་ཁ་ཕྱོགས་དེ་མ་ནོར་བ་བྱེད་དགོས་ཡ་དེ་གལ་ཆེན་པོ་ཤེའུ་ཅེས་ཆགས་འདི་ག་ཡོད་རེད། ཨ་ནི་རྒྱ་དངུལ་རྒྱ་བ་རིན་པོ་ཆེ་གི་དུས་ཐོག་རྣམ་པ་དགོས་འདོད་ང་རང་ཚོ་བོད་རིགས་མི་མང་ལ་བཀའ་སློབ་གནང་གི་ཡོད་རེད། ཨ་ནི་བཀའ་སློབ་རབ་དང་རིམ་པ་ད་ད་ལྟ་བར་དུ་གནང་བའི་གི་བརྒྱུད་རིམ་གནང་ལུགས་ཅིག་ཅག་བཤད་འོ་ན་དངོས་གནས་དྲ་གནས་ཀྱི་ད་བཀོད་འདིང་བཀོད་འདི་དགུང་ལོ་ད་ག་ཚོད་སུ་ཕེབས་འདུག་ང་རང་ཚོ་བསམ་བློ་བཏང་ད། ང་རང་ཚོ་མཐུན་སྒྲིལ་བྱེད་དགོས་ས་རེད་དང་བྱེད་དགོས་ས་མ་རེད། ང་རང་ཚོའི་བོད་མི་རིགས་ཚད་དེ་དངོས་གནས་བཙན་པོ་གནས་དགོས་ས་རེད་དང་གནས་དགོས་ས་མ་རེད་བསམ་བློ་བཏང་དང། འོ་དེ་འདྲས་ནི་ང་རང་ཚོ་རྫ་ཁྲག་གཉན་ཁྲག་འདི་འདྲས་ཅིག་གི་གནས་སྐབས་སུ་ལ་ཡང་ང་རང་ཚོ་མཐུན་སྒྲིལ་དགོས་ཀྱི་ཡོད་རེད་མ་གཏོགས་གཅིག་ལ་ཡག་རྐུབ་རྒྱག་གི་དོན་དག་ལ་རྩོད་བྱེད་ནས་ཞུ་བོ་ཅི་འཇོན་པོ་རྒུད་བོ་རྒྱབ་རྒྱུ་ཡོད་འདུག་མདོ་དེ་འདྲས་བཤད་བྱས་སྟོང་པ་དེ་འདྲས་བཤད་བྱས་ཨ་ནི་སྤྱི་ཚོགས་ནང་ལ་ཆོལ་ཁའི་ཞེན་ཁོག་སྐམ་པོ་ཁེལ་བྱས་ཟ་ངེ་ཟ་ངེ་དེ་འདྲས་བཟོས་པ་ཡིན་ན་རྩ་བ་ཉིད་ནས་འགྲིག་ཐབས་ཡོད་མ་རེད་ཞུ་གི་ཡིན་དེ་འདྲས་ཡོད་དོན་འབྱུང་འཁྱོར་མ་འོངས་པའི་ནང་ལོགས་ལ་ཡ་ད་ང་རང་ཚོ་བོད་མི་ས་ཡ་དེའི་ནང་ལོགས་ལ་ཡ། ད་ད་ད་ཨ་ནི་ཅིག་མང་པོ་ཅིག་གི་ནང་ལོགས་ལ་ད་སྤྱི་ཚོགས་ནང་དཀྲུགས་ཤིང་རྒྱག་ཉིན་སུ་ཡིན་པ་སྤྱི་ཚོགས་ནང་ལ་གཏམ་ཅི་འདྲ་མ་འདྲ་བཤད་བྱས་སྤྱི་ཚོགས་ནང་ལོགས་ལ་ཡ་ཆོལ་ཁའི་ཞེན་ཁོག་སྐམ་པོ་ཁིལ་བྱས་ཨ་ནི་མི་དཀར་བོ་ཞྭ་མོ་ནག་པོ་གཡོ་སྒྱོ་འདྲ་ད་དཀྲུགས་དེ་ཉིན་མི་སུ་སུ་ཡིན་མིན་དེ་ད་གསལ་བོ་ཅིག་ངོ་ཐག་ཆོད་ཚར་བ་ཡིན་ཙང་དེ་ཚོའི་གྲས་དེ་ད་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་འདྲེ་ལག་རྩ་བ་ཉིད་ནས་བརྐྱངས་བཅུག་རྒྱུ་ཡོད་མ་རེད་བསམ་གྱི་འདུག། དེ་ཚོའི་གྲས་དེ་ནི་འདྲེ་ལག་བརྐྱངས་ཡོད་འདུག་ང་རང་ཚོ་བོད་མིའི་སྤྱི་ཚོགས་འདིའི་ནང་ལོགས་ལ་ཡང་མཐུན་སྒྲིལ་ལ་སྔོན་གཏོར་ཤུགས་ཧ་ལས་པ་དེ་འདྲའི་ཆེན་པོ་བཏང་ཡག་གི་ད་ཁོང་ཚོ་གི་རྨང་གཞི་དེ་སྐྱོན་མ་སོང་ན་གཞི་རྩ་འདྲ་བོ་དེ་འདི་འདྲས་ཅིག་རེད་འདུག་བ་ཁོང་ཚོ་འདྲས་མི་རིགས་ལ་ཕན་པའི་གི་ཁོང་ཚོ་གི་ལས་ཀ་རྩ་བ་ཉིད་འགྲུབ་གི་མི་འདུག་བ་དཔེར་ན་ད་ལྟ་རྩ་དོན་གླིང་སེ་ཉིན་གི་ཚོགས་པ་འདིའི་ནང་ལོགས་ལ་ཡོད་པའི་མི་དེ་ཚོ་ཞིག་བལྟས་ད་ནི་སྤྱི་ཚོགས་ནང་གཏོར་བཤིག་བཏང་ཡག་དང་སྤྱི་ཚོགས་ནང་དཀྲུགས་ཤིང་བརྒྱག་ཡག་དེ་མ་གཏོགས་ད་བོད་མི་རིགས་སྤྱི་ལ་ཕན་པའི་གི་བྱ་བ་སྣ་གཅིག་འགྲུབ་གི་མི་འདུག་བ་ཁོང་ཚོ་འདྲས་འོང་དེ་འདྲས་ཆགས་ད་གི་འདུག་དེ་འདྲས་ཡིན་དུས་གཟབ་གཟབ་ཅིག་གནང་རོགས་གནང། འོ་འདུག་ཞིག་ཞུ་གི་ཡོད། ད་ག་ནང་བཞིན་གྱི་གཅིག། ཆོས་བཀའ་ཆོས་ལུགས་དང་ལུང་ཚན་གྱི་ཐེངས་བརྒྱད་སའི་རྩ་བ་གཉིས་ལ་བྱེད་རྒྱུ་བ་མ་ཟད་ངས་ད་གི་གོང་དུ་ཞུས་པ་ནང་བཞིན་རེད། ད་ལྟ་བར་དུ་ལ་ཡ་བཙན་བྱོལ་བོད་མིའི་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་རྒན་པ་རྣམས་ཀྱི་ཕྱག་ལས་རབ་དང་རིམ་པ་ནང་མང་པོ་ཞིག་གནང་ཡོད་རེད་དེ་ཚོའི་གྲས་དེ་དངོས་གནས་ད་ནས་ཀྱི་ཆོས་བཀའ་ཆོས་ལུགས་ལུང་ཚན་གྱི་ཐེངས་བརྒྱད་མེད་པའི་ཐོག་ནས་ད་ལྟའི་བར་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་ཁྲ་ཐག་ཐག་ཅིག་གནས་དེ་ཡོད་རེད། ཨ་ནི་ཆོལ་ཁ་དང་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་མཁན་ཡིན་པའི་མི་དེ་འདྲས་ཡ་ཆེ་བཙན་བྱོལ་སྤྱི་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལ་ཡ་ཆེ་སླེབས་ཡོང་པ་ཡིན་ན་ད་ཉི་མ་ཨ་ནི་གཅིག་རིང་པོར་མ་ཐོར་བའི་ཐོག་ལ་ཡང་བཙན་བྱོལ་བོད་མིའི་སྒྲིག་འཛུགས་སྒྲིག་འཛུགས་འདི་ད་ཐོར་འགྲོ་ཡ་དེ་དངོས་གནས་དྲ་གནས་ཀྱི་མངོན་སུམ་ཚེ་སྒྲུབ་བཟོ་རེད་པ་ཆགས་ཀྱི་འདུག་ཨ། ད་ལྟ་ང་རང་ཚོ་མཐོང་སོང་ཨ་ག་འདྲས་རེད་བ་བྱུང་སོང་གནས་སྟངས་འདི་ལྟ་ད་ཨ་ནི་ཆོལ་ཁ་དང་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་མཁན་ཡོང་ཆེད། འོ་དེ་འདྲས་ཀྱི་རེད་དེ་འདྲས་འདུག་རྩ་བ་ཉིད་ནས་ཆོལ་ཁ་ཆོས་ལུགས་ལུང་ཚན་གྱི་འཐེན་འཁྱེར་ཁེལ་ཡོང་གི་མེད་ཚུལ་སྤྲད་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལས་ཡག་ཨ་ནི་གཅིག་གར་ཚོགས་པ་རེད་ཨ་ནི་སྤྱི་འཐུས་རེད་ཟེར་འདྲ་བོ་དང་དེ་བ་ནང་བཞིན་གྱི་ཨ་ནི་བཀའ་ཤག་རེད་ཟེར་འདྲ་བོ་དེ་འདྲས་ནང་ལོགས་ལས་རྩ་བ་ཉིད་ནས་སླེབས་བཅུག་རྒྱུ་མེད་པ། དེ་ཚོ་ཆོལ་ཁ་ཆོས་ལུགས་ལུང་ཚན་གྱི་ཞེན་ཁོག་སྐམ་པོ་ཁེལ་ཉོས་ཚུལ་སྤྲད་གི་འདུག་སྤྱི་ཚོགས་གཏོར་བཤིག་བཏང་རྗེས་ང་རང་ཚོ་ཚང་མ་མེད་པ་ཚོ་ཡོང་གི་ཡོད་ར་བ་འདི་གནས་སྟངས་འདི་ཆགས་གི་འདུག་དེ་འདྲས་འདུག་རྩ་བ་ཉིད་ནས་དེ་ཚུལ་སྤྲད་དེ་ལས་ཡག་ཨ་ནི་གཅིག་གར་ཚོགས་པ་རེད་འདྲས་ལག་བརྐྱངས་བཅུག་རྒྱུ་མེད་པ་དེ

ཞེན་མགོ་སྐམ་པོ་དེ་ཕན་ཐོག་ག་ཁེལ་གྱི་ཡོད་མ་རེད་ང་རང་ཚོ་ལ་དགོས་ཡ་དེ་ག་རེད་ཚོ་ཆོལ་གསུམ་དབྱེ་བ་མེད་པའི་ཐོག་ནས་སོ་སོའི་མི་རིགས་འདིའི་ནང་ལོག་ལ་ཡ་ཞབས་ཅི་ཞུ་ཉེས་ལྷག་བསམ་དང་འཇོན་ཐང་འདི་འདྲའི་ཡོད་པ་ཅིག་སུ་བྱུང་པ་ཡིན་ན་དེ་ལ་རྒྱབ་སྐྱོར་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ཅི་ལ་ཡ་ད་ཆོལ་ཁའི་ཞེན་མགོ་སྐམ་པོ་ཁེལ་ཆེད་ཨམ་མདོ་ཡིན་མདོ་མདོ་འདྲ་བོ་བྱེད་ཆེད་ད་ང་ཚོ་ཨམ་མདོ་ལ་ཞེན་ཁོག་བྱེད་དགོས་རེད་ཟེར་འདྲ་བོ་དང་དབུས་གཙང་བྱས་ཆེད་ང་ཚོ་དབུས་གཙང་མི་ལ་ལ་ཨ་ནི་འོས་ཤོག་བླུག་དགོས་རེད་ད་མ་གཏོགས་ཅི་ལ་ཡ་ཨ་ནི་གཞན་པ་ཚོ་ཚོ་བྲིས་ཏེ་ཁང་པ་ལ་ཡེ་ནས་ཅིག། དགའ་བོ་ཞིག་ཉིད་དུ་ལུག་རྒྱུ་བ་མར་བཏགས་ཚད་དེ་འདྲས་ཀྱི་སྐད་ཆ་སྨྱོ་གཏམ་བཤད་དེ་དུས་ཚོད་ཁྲི་རྩ་བ་གཉིས་ནས་ནི་ཁོང་ཚོ་ལ་གོ་སྐབས་དེ་གས་མ་གཏོགས་སྤྲད་རྒྱུ་མེད་བ་དེ་འོ་འདུག་བསམ་བློ་བཏང་དགོས་ཏེ་ཁས་ཆེན་པོ་ནང་གི་ཆེན་པོ་ཞིག་ཆགས་ཀྱི་འདུག་ད་ད་ལྟ་ངས་དེ་མང་པོ་ཨ་ནི་ཞུ་ཡག་དུས་ཚོད་གས་མི་འདུག་ང་ཡང་ཨ་ནི་དེ་རིང་ག་ཚ་བྲེལ་ལ་ཚ་བོ་རེ་ཞིག་ཡིན་ད་ད་ནི་ཨ་ནི་ཆི་ཁར་ཚ་བོ་རེད་ཨ་ནི་དེ་ཡིན་དུས་ཨ་ནི་ངས་ད་རེས་ཞུ་ཡག་ཞུ་གཏམ་འདྲ་གས་མ་སོང་འདུག་བཤད་ཀྱི་ཡིན་ད་དེ་ནི་འཚང་ཁ་རྒྱ་ཉེ་མང་པོར་བྱེད་དུས་ཨ་ནི་ཚང་མ་ལ་ཐག་གཅིག་གི་གསོན་པོ་ར་བ་བཟོས་ཡོད་ན་དགོངས་སེལ་ཞུ་དགོས་ཡིན་ཨ་ནི་ཚང་མ་ལ་བཀྲ་ཤིས་བདེ་ལེགས།